ལོ་རྒྱུས་ཉི་ཤུ་རྩ་དྲུག་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་རྒྱ་བོད་གཉིས་བོད་ཁ་ནི་ཟར་གྱི་རྨི་ལམ་དེ་ལྟ་གི་ཡིན། མཚན་མོ་ཞིག་ལ་རྒྱ་བོད་ལ་རྨི་ལམ་ཞིག་བྱུང་ནས་ཁོང་སིལ་སྡུག་ཆེན་པོ་བྱས་ནས་གནས་ཁུག་མེད་པ་རེད། དེར་བརྟེན་རྒྱ་བོད་ཡི་བླ་མ་དང་རྩིས་པ་མཁས་པ་རྣམས་སོ་སོ་ཡི་མདུན་དུ་སྐད་བཏང་ནས་རྨི་ལམ་དེ་ལ་འགྲེལ་བཤད་རྒྱོབ་དགོས་ཞེས་བཀའ་གནང་བ་རེད། རྒྱལ་བོ་ཡིས་གསུངས་པ། ང་ལ་སྨོན་ལམ་ཞིག་བྱུང་ནས་ང་ལ་དཀའ་ངལ་ཆེན་པོ་བཟོས་ཀྱིན་འདུག་དེ་ཡི་རྟེན་ག་རེ་ཡོད་པ་དེ་ང་ལ་ལབ་དང། ཁོ་ཚོ་ཡི་ལན་དུ་རྒྱལ་བོ་ལགས་ཚིག་རན་པོ་གནས་བར་ཤོག། ཁྱེད་ཀྱི་སྨོན་ལམ་ག་རེ་བཏང་ཡོད་པ་དེ་ང་ཚོ་ལ་ལབ་དང་དེ་ནས་ང་ཚོ་དེ་ཡི་འགྲེལ་བཤད་རྒྱོབ་ཆོག་ཞེས་ཞུས་པ་རེད། རྒྱལ་བོ་ཡིས་གསུངས་པ། ང་ཡི་སྨོན་ལམ་དང་དེའི་རྟེན་ག་རེ་ཡིན་པ་དེ་ཁྱེད་ཚོ་ཡིས་ང་ལ་ཤེས་དགོས། གལ་སྲིད་དེ་ཤེས་མ་ཐུབ་པ་ཡིན་ན་ངས་ཁྱེད་ཚོ་སྲོག་ཐོག་ལ་བཏང་གི་ཡིན། གལ་སྲིད་ཁྱེད་ཚོ་ཡིས་ང་ཡི་སྨོན་ལམ་དང་དེའི་རྟེན་ཤེས་ཐུབ་པ་ཡིན་ན་ངས་ཁྱེད་ཚོ་ལ་གནན་པ་དང་གོ་ས་ཆེན་པོ་སྤྲད་གི་ཡིན་ཞེས་གསུངས་པ་རེད། དེ་དག་གི་ལན་དུ་རྒྱལ་པོ་ལགས། ཁྱེད་ཀྱིས་སྐད་ཆ་སྤྲོད་པ་དེ་ནི་སུས་གཅིག་གིས་ལན་འཇུག་ཐུབ་ཀྱི་མ་རེད། སྐད་ཆ་སྤྲོད་པ་དེ་ནི་ཧ་ཅང་དཀའ་ལས་ཁག་པོ་ཡོད་ཙང་ལྷ་སྐྱེས་བུ་ཡིས་ལན་འཇུག་ཐུབ་ཀྱི་རེད་ཞེས་ཤོད་པ་རེད། དེའི་རྐྱེན་གྱིས་རྒྱལ་པོ་ཐུགས་ཤིན་ཏུ་འཁྲུལ་ནས་བཱ་པི་ལོན་དུ་ཡོད་པའི་མཁས་པ་ཚང་མ་སྲོག་ཐུག་ཏུ་གཏོང་དགོས་པའི་བཀའ་བཏང་བ་རེད། མཁས་པ་དེ་ཚོའི་ནང་དུ་དཱ་ནེ་ཡཱལ་དང་ཁོང་གི་གྲོགས་པོ་གསུམ་པོ་ཡང་ཚུད་པ་རེད། དེ་ནས་དམག་སྤྱི་རྣམས་ཀྱིས་མཁས་པ་རྣམས་བསེད་སྒྲུག་བྱེད་པའི་སྐབས་སུ་དཱན་ནེ་ཡཱལ་གྱིས་དམག་སྤྱི་རྣམས་ལ་དྲིས་པ། རྒྱལ་པོ་ཡིས་བཀའ་དེ་འདྲ་བསྡུ་བཅག་གཏང་དགོས་དོན་རྒྱུ་མཚན་གང་ཡིན་ནམ་ཞེས་དྲིས་པ་རེད། དམག་སྤྱི་རྣམས་ཀྱིས་ལན་དུ་གནས་ཚུལ་ག་རེ་བྱུང་ཡོད་པ་ཚང་མ་འགྲེལ་བཤད་བརྗོད་པ་རེད། དཱན་ནེ་ཡཱལ་གྱིས་གནས་ཚུལ་དེ་ཚང་མ་གོ་ནས་རྒྱལ་པོ་རྩ་ཆེན་ནས་རྒྱལ་པོ་ལ་ཞུས་པ། སྨོན་ལམ་དེས་ངས་འགྲེལ་བཤད་བརྗོད་ཆོག་ཡིན་ན་ཡང་ང་ལ་དུས་ཚོད་དགོས་ཀྱི་ཡིན་ཞེས་ཞུས་པ་རེད། དེ་ནས་དཱ་ནེ་ཡཱལས་རང་གི་ནང་དུ་ལོག་ནས་སོ་སོའི་གྲོགས་པོ་རྣམས་ལ་གནས་ཚུལ་ཚང་མ་བཤད་ནས། རྒྱལ་པོ་ཡི་སྨོན་ལམ་གྱིས་གསང་བ་དེས་ཧ་གོ་བའི་ཆེད་དུ་ཡ་ཧོ་བ་དཀོན་མཆོག་ལ་སྨོན་ལམ་ཞུ་དགོས་ཞེས་བརྗོད་པ་རེད། དེའི་མཚན་མོ་དཀོན་མཆོག་གིས་དཱ་ནེ་ཡཱལས་མཐོང་སྣང་ཞིག་གནང་བ་རེད། མཐོང་སྣང་ནང་དུ་གསང་བ་ཚང་མ་འགྲེལ་བཤད་བརྒྱབ་པ་རེད། དེ་ནས་ཁོང་གིས་དཀོན་མཆོག་ལ་བསྟོད་པ་ཕུལ་བ་རེད། དཀོན་མཆོག་ལགས་ཁྱེད་ལ་དེ་རྗེས་ནས་རྗེས་མཐུད་བལྟས་པ་ཡོང་བ་ཤོག་ཁྱེད་ནི་མཁས་པ་དང་གཏོང་འཇོན་ལྡན་པ་ཞིག་རེད། ཁྱེད་ཀྱིས་དེ་དང་ནཱ་བྷི་དབང་ཆོས་བྱས་པ་དང་རྒྱལ་པོ་དང་སྲིད་འཛིན་ལ་ཡང་དབང་ཆོས་གནང་ནས་ཤེས་རབ་དང་ཤེས་ཡིན་རྣམས་ཐུག་གི་རེད། གསུང་དབང་གང་ཞིག་ཡོད་ན་ཁྱེད་ཀྱི་འགྲེལ་བཤད་རྗེས་ཐུག་གི་ཡོད། ན་ཁོང་ནང་དུ་གནས་ཚུལ་གང་ཞིག་བྱུང་ན་ཁྱེད་ཀྱི་ཧ་གོ་གི་ཡོད། ཁྱེད་གམ་དུ་ཡོད་ན་དེ་ལ་འོས་བྱ་གི་ཡོད། ངའི་སྨན་པ་རྣམས་ཀྱི་སྐུ་མཆོག་ངས་ཁྱེད་ལ་ཐུགས་རྗེ་ཆེ་ཞུ་གི་ཡིན། ཁྱེད་ཀྱིས་ང་ལ་ཤེས་རབ་དང་དབང། རྒྱལ་པོ་ཡི་སྨོན་ལམ་གྱི་རྟེན་དེས་ང་ལ་དམིགས་རྟེན་གནང་བ་དེ་ལ་ངས་ཐུགས་རྗེ་ཆེ་ཞུ་གི་ཡིན། དཱན་ནེ་རེལ་གྱིས་སྨྲ་ལྕེ་ཆེན་པོ་ལ་ཞུས་པ། བཱ་བི་ལོན་གྱི་མཁས་པ་རྣམས་མ་ཟད་ང་རྒྱལ་པོ་རྩ་ཁྲེས་དང་ངས་ཁོང་གི་སྨོན་ལམ་ག་རེ་བཏང་བ་དེ་ལ་ངས་འགྲེལ་བཤད་བརྗོད་ཆོག་ཅེས་ཞུས་པ་རེད། རྨ་བྱ་ཆེན་མོ་ཡིས་ཁོང་རྒྱལ་པོ་དྲུང་དུ་ཁྲིད་འགྲོ་ནས་རྒྱལ་པོ་ལ་ཞུས་པ། ཡའུ་བདག་པ་གཅིག་གིས་ཁྱེད་ཀྱི་སྨོན་ལམ་ལ་འགྲེལ་བཤད་རྒྱུ་ཐུག་གིན་འདུག་ཞེས་ཞུས་པ་རེད། རྒྱལ་པོ་ཡིས་བདེན་ནི་ཡར་ལ་དྲིས་པ། ཁྱེད་ཀྱི་སྨོན་ལམ་དང་དེའི་འགྲེལ་བཤད་དེ་ཤེས་ཐུག་གི་རེད་པས་ཞེས་དྲིས་པ་རེད། བདེན་ནི་ཡར་གྱིས་ལན་དུ། ཁྱེད་ཀྱིས་ང་ཚོ་ལ་སྲུང་བ་ཡི་སྐོར་སྐད་ཆ་ག་རེ་དྲིས་པ་དེ་ནི་མི་ཡི་ནང་དུ་སེ་གཅིག་གིས་ལན་རྒྱུ་ཐུག་གིན་མ་རེད། བོད་ཀྱང་ནམ་མཁའི་རྒྱལ་སྲས་ནང་དུ་དཀོན་མཆོག་སྐྱེས་བུ་ཡི་ཆེད་ཀྱི་གསང་དབང་དེ་ལ་འགྲེལ་བཤད་བརྒྱུད་ཐུག་གི་རེད། རྒྱལ་བུ་ལགས། ཁོང་གིས་མ་ཧོང་པ་ལ་གནས་ཚུལ་ག་རེ་བྱུང་གི་ཡོད་མེད་ཁྱེད་ལ་བསྟན་གནང་ཡོད། དེ་ལ་ཁྱེད་ལ་བྱུང་བའི་སྨོན་ལམ་དེ་ཡོད་ཞེས་ཤོད་པ་རེད། རྒྱལ་བུ་ལགས། ཁྱེད་རང་གི་སྨོན་ལམ་དེ་ནི་དཀོན་མཆོག་ནས་བྱུང་བ་རེད། དཀོན་མཆོག་གིས་ཁྱེད་རང་ལ་འགྲེལ་བཤད་བརྒྱུད་གནང་གི་རེད། དཀོན་མཆོག་གི་གསུང་དབང་དེས་ང་ལ་འགྲེལ་བཤད་བརྗོད་བྱུང། ཡིན་ན་ཡང་ང་མཁས་པ་ཞིག་མ་རེད། དཀོན་མཆོག་གི་གསུང་དབང་དེས་ཁྱེད་རང་ལ་ཧ་གོ་དུ་བཅུག་འདོད་ཡོད་པ་རེད། རྒྱལ་པོ་ལགས། ཁྱེད་ཀྱི་རྨི་ལམ་ནང་དུ་ཁྱེད་ཀྱི་ཡ་བཏགས་པ་དང་དེ་ལ་སྐུ་འདྲ་ཆེན་པོ་ཞིག་མཐོང་ཡོད། སྐུ་འདྲ་དེ་ལ་འོད་ཟེར་ཆེན་པོ་འཕྲོས་ནས་ཁྱེད་ལ་ཞེད་སྣང་བཀོད་ཡོད། ཀུན་དགའ་དེ་ཡི་མགོ་ནི་གསེར་གྱི་བཟོ་ཡོད་པ་དང། གྲོང་དང་ལག་པ་རྣམས་ནི་དངུལ་གྱི་བཟོ་ཡོད། སྐེད་པ་དང་གཅིན་མགོ་རྣམས་ནི་ལུས་ཀྱི་བཟོ་ཡོད་པ་དང། ཀུན་དགའ་ཡི་སྟེགས་ལ་ལྕགས་ཀྱི་བཟོ་ཡོད། ཀུན་དགའ་ཡི་མེ་ལ་ལྕགས་དང་ས་ནི་སྤྲུག་སྤྲུག་བཏང་ནས་བཟོ་ཡོད། ཁྱེད་ཀྱིས་དེ་ལ་ལྟ་བཞིན་ཡོད་པའི་སྐབས་སུ་མེ་ནི་མ་ཡེངས་པར་རྡོ་ཞིག་ཡང་ནི་ཀུན་དགའ་དེ་ཡིས་ལྕགས་དང་ས་ནི་སྤྲུག་སྤྲུག་བཏང་ཡོད་པའི་རྐང་པ་ལ་ཐེག་ནས་འཁྱར་བ་རེད། དེ་ནས་ས་དང་སྐྱ། ལི། སྔོན། སེ་ཚང་མ་དུམ་བུ་ལ་ཁྱབ་པ་དང། ཡིན་ན་ཡང། དེ་ལ་ལྕགས་ཁའི་རྡོ་དེ་ནི། རོའུ་ཆེན་པོ་ཞེས་བྱ་ནི་འཇིག་རྟེན་ལ་གང་བ་རེད། དེ་ནི་ཁྱེད་ཀྱི་རྨི་ལམ་རེད། ད་ལྟ་ངའི་རྨི་ལམ་དེའི་འགྲེལ་བཤད་རྒྱག་གི་ཡིན། རྒྱལ་པོ་ལགས། ཁྱེད་ནི་རྒྱལ་པོ་ཐམས་ཅད་ལས་ཆེ་ཤོས་རེད། ནམ་མཁའི་རྒྱལ་སྲས་ཆེ་དཀོན་མཆོག་གིས་ཁྱེད་ལ་དབང་དང་ངེས་པ་གཟི་བརྗིད་གནང་ཡོད། སྐུ་འདྲ་དེ་ཡི་སྲས་ཀྱི་མགོ་ནི་ཁྱེད་རེད། ཁྱེད་རང་གི་རྗེས་སུ་རྒྱལ་སྲས་ཤིག་ཡོང་གི་རེད། དེ་ནི་སྐུ་འདྲ་ཡི་ནང་དུ་དངོས་གཞིའི་ཆ་ཤས་དེ་ཡིན་པ་དང་ཁྱེད་རང་ནང་བཞིན་དབང་འབྱོར་ལྡན་པ་ཞིག་ཡོད་མ་རེད། དེ་ཡི་རྗེས་སུ་རྒྱལ་སྲས་གཞན་ཞིག་ཡོང་ནས་དེ་ཡིས་འཛམ་གླིང་ལ་དབང་འབྱོར་བྱེད་ཀྱི་རེད་དེ་ནི་ཀུན་དགའ་ཡི་ལུས་ཀྱི་ཆ་ཤས་དེ་ཡིན། ཐ་མ་དེ་ལ་རྒྱལ་སྲས་གཞན་ཞིག་ཡོང་པ་དང་རྒྱལ་སྲས་དེ་ནི་ཐེངས་བཞི་པ་དེ་ཡིན་པ་ཁོང་ནི་ཀུན་དགའ་ཡི་ཆ་ཤས་ལྕགས་དེ་ཡིན་པ་དང། ལྕགས་ཀྱི་རྒྱལ་སྲས་དེ་ནི་ཐམས་ཅད་ལ་འཕྲུལ་པ་བརྒྱུད་ནས་རྒྱལ་སྲས་མང་པོ་ཞིག་ལ་རྟོག་ཞིབ་བཏང་གི་རེད། ཀུན་དགའ་དེ་ཡིས་ཀུན་པར་སྨད་ལ་སྐྱ་དང་ས་གཉིས་སྤྲུག་སྤྲུག་བཏང་ཡོད་པ་དེ་ཁྱེད་ཀྱིས་མཐོང་ཡོད། རྒྱ་སྲིད་གཞོན་པ་དེ་ཡིས་སྐྱ་དང་ས་གཉིས་སུ་སྤྲུག་སྤྲུག་བཏང་པ་ནང་བཞིན་མི་མང་དྲ་མའི་སྣ་ཚོགས་སྤྲུག་སྤྲུག་བཏང་གི་རེད། རྒྱ་བོད་དེ་རྣམས་ཀྱི་དེ་སུ་ནང་མཁན་རྒྱ་སྲིད་ཡི་དཀོན་མཆོག་གི་སུ་སུ་ཡི་དན་དུ་རྒྱ་སྲིད་ཞེས་ཡང་བཞག་པ་དང་རྒྱ་སྲིད་དེ་ལ་སུ་གཅིག་གིས་གཏོར་བཤིག་བཏང་ཐུབ་གི་མ་རེད་ལ་སུ་གཅིག་གིས་གནས་ཡང་བཅད་ཐུབ་གི་མ་རེད་རྒྱལ་སྲས་དེས་དེའི་རྗེས་ནས་རྒྱན་དུ་གནས་པར་མ་ཟད་དེ་ཀྱི་ཐ་མ་བར་དུ་གནས་ཀྱི་རེད། དེ་ནས་རྒྱལ་པོ་ཡིས་བདག་ཉིད་ཡར་ལ་ཚགས་ཚེས་ནས་ཁོང་ལ་གུས་ཞབས་ཆེན་པོ་བྱས་པ་རེད། རྒྱལ་པོ་ཡིས་བདག་ཉིད་ཡར་ལ་གསུངས་པ། ངའི་ཡིད་ཆེས་ཡོད་ཁྱེད་ཀྱི་སྐུ་མཆོག་ནི་ཆུ་ཤོད་ཡིན་ཙང། ཁྱེད་ཀྱིས་ང་ཡི་སྨོན་ལམ་གྱི་གསང་དབང་དེ་འགྲེལ་བཤད་བགྱི་ཐུབ་པ་རེད། དེ་ནས་རྒྱལ་པོ་ཡིས་དཱ་ནི་ཡཱ་ལས་མཁས་པ་ཐམས་ཅད་ཀྱི་མགུ་བ་དང་བ་བེ་ལི་དྲུང་ཆེ་ཡི་སྲིད་འཛིན་བསྐོས་ནས་དབང་ཆ་ཆེན་པོ་ཞིག་གནང་བ་རེད། ཡང་རྒྱལ་པོ་ཡིས་དཱ་ནི་ཡཱལ་གྱིས་གྲོགས་པོ་གསུམ་པོ་དེས་ཁོང་གི་ལས་རོགས་ལ་བསྐོས་པ་མ་ཟད་དཱ་ནི་ཡཱལ་དེས་རྒྱལ་པོའི་ཕོ་བྲང་ནང་དུ་གནས་པ་རེད།